ད་རེས་འདི་ལྷན་རྒྱས་རྣམ་པ་ལ་སློབ་དཔོན་འཕགས་པ་ཀླུ་སྒྲུབ་ཀྱིས་བཤད་པའི་དྲན་ཡིག་ཟེར་བ་འདི་ཞུ་ན་བསམ། དེ་ནས་ཁོང་གི་བརྩམས་ཆོས་མང་པོ་ཡོད་རེད་དེ་དེའི་ནང་བཤད་པའི་དྲན་ཡིག་ཟེར་མཁན་འདི། གཙོ་བོ། དད་ལྡན་མང་ཚོགས་ཆོས་ཉམས་སུ་ལེན་དང། མི་ཤ་ཕོ་མོ་ཆོས་ཉམས་སུ་ལེན་དང། དེ་འདྲའི་ཅིག་ཡིན་གསུངས་རེད། སློབ་དཔོན་འཕགས་པ་ཀླུ་སྒྲུབ་ཟེར་རྒྱུ་དེ། དུས་སུ་ནང་གྱི་བྱམས་པ་རེད་ཟེར་ནམ། སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་བསྐལ་བརྒྱ་ལོན་པའི་དུས་སུ་འཕགས་པ་ཀླུ་སྒྲུབ་འཛམ་བུ་གླིང་དུ་བྱོན་རེད། ལུང་ཁ་ཤས་པའི་མདོག་ཡིན་སྣང་འདུག་སངས་རྒྱས་ཤིག་དེ་འདྲའི་འོང་རྒྱུ་ཡོད་ཟེར་ལུང་བསྟན་བྱས་ཡོད་རེད། ང་ནི་མྱ་ངན་འདས་འོག་ཏུ་བསྟན་པ་འདི་ལ་ཕན་མཛད་པའི་དགེ་སློང་ཀླུ་སྒྲུབ་ཞེས་ཀྱང་འབྱུང། སངས་རྒྱས་བཅོམ་ལྡན་འདས་ཁོང་མྱ་ངན་ལས་འདས་ནས་ལོ་བཞི་བརྒྱ་ལན་པའི་དུས་སུ། ང་ནི་མྱ་ངན་འདས་འོག་ཏུ་ལོ་ནི་བཞི་བརྒྱ་ལན་པ་ན་བསྟན་པ་འདི་ལ་ཕན་མཛད་པའི་དགེ་སློང་ཀླུ་སྒྲུབ་ཞེས་ཀྱང་འབྱུང་ཟེར་ནས་སངས་རྒྱས་གངས་རིའི་ཤར་བཞུགས་པའི་དུས་སུ། མ་འོངས་པ་ལོ་བཞི་བཅུའི་མཚམས་སུ། འཕགས་པ་ཀླུ་སྒྲུབ་ཟེར་བ་དེ་འདྲས་ཀྱི་ཞལ་ནས། དེ་ཡིས་སངས་རྒྱས་ཀྱི་བསྟན་པ་དང་ཞི་རགས་དང་ཐེག་པ་ཆེན་པོའི་གྱི་ཆོས་དང་ཐེག་པ་ཆེན་པོའི་གྱི་གསུང་རབ་བདེན་སྣོད་ཡོད་རེད་བ། དེ་འདྲས་དེ་འཇིག་རྟེན་གྱི་ཁམས་སུ་ཆོས་ཀྱི་འཁོར་ལོ་རྒྱ་ཆེན་པོ་བསྐོར། སྐྱེ་འགྲོ་སེམས་ཅན་མང་པོའི་གྱི་དེར་མཛད་ཟེར་དེ་འདྲས་ཞེས་ལུང་བསྟན་བྱུང་བ་རེད། དེ་ནས་སློབ་དཔོན་འཕགས་པ་ཀླུ་སྒྲུབ་སེང་མཁན་དེས། རྒྱ་གར་གྱི་དཔེ་འབྲི་དག་ཐམས་ཅད་ཀྱི་ནང་ནས་སྐད་གྲོགས་ཆེ་ཤོས་ཀྱི་རེད། འཕགས་པ་ཀླུ་སྒྲུབ་དང་ཤངས་པ་མཁན་པོ་གཉིས་དེ་ཧིན་དྷི་སངས་རྒྱས་སུ་ཐེག་པ་ཆེན་པོའི་ཆོས་མཐོང་བ་ལམ་འགག་བཟོ་མཁན། ཁོང་ཐོག་མར་སློབ་སྦྱོང་བྱེད་ས་དེ་རྒྱ་གར་ནཱ་ལེནྡྲ་སློབ་གྲྭ་རེད། ནཱ་ལེནྡྲའི་སློབ་གྲྭ་ནང་དུ་བསྡད་ནས་ནཱ་ལེནྡྲ། དེའི་སྐབས་ལ་དྭགས་རྒྱལ་མདོ་གི་གྲྭ་རྒྱལ་མང་ཆེ་ཤོས་དེ་ཐ་དད་པ་སྨན་པའི་ཆོས་རེད། དེའི་སྐབས་ལ་དེ་ནས་སློབ་དཔོན་སྒྲ་གཅན་འཛིན་སེང་གེ་གྲགས་རྩལ་སྒྲ་གཅན་འཛིན་སེང་གེ་གིས་རྒྱ་གར་གྱི་དཔེ་འདི་དག་ཅི་རེད། གཙོ་བོ་དེ་ས་བསྟན་བྱས་དེ་སློབ་དཔོན་བསྟན་དེ་དགེ་རྒན་བསྟན་དེ་བླ་མ་བསྟན་དེ་དགེ་བའི་བཤེས་གཉེན་བསྟན་བྱས་ནས་དེ་ནས་དུས་ཀྱི་དྲུང་དུ། ཐེག་པ་ཆེན་པོའི་ཆོས་མང་པོ་ལྷོ་གཞུང་སེ། དེ་རྣམས་མཁས་པ་ཆགས་ཟིན་ཅིག། དེ་འདྲས་ཀྱི་རེད། དེ་ནས་ཁོང་རྒྱ་གར་ཤར་ཕྱོགས་ལྷོ་ཕྱོགས་སྣོད་ཕྱོགས་ས་གནས་མང་པོ་ཅིག་ལས་རྒྱས་མ་ཕེབས་ནས་ཐེག་པ་ཆེན་པོའི་ཆོས་དེ་དར་སྤེལ་བྱས་ཡོད་རེད། སྟག་གཟིག་གི་ཡུལ་དུ་ཕེབས་ཡོད་རེད། ད་ལྟ་ཨ་ལ་པོ་གི་ས་ཆ་རེད། དེ་ནས་ལྷོ་བན་འཕགས་པ་ཀླུ་སྒྲུབ་ཟེར་མཁན་འདི་དགོང་ལོ་དྲུག་བརྒྱ་བརྒྱུད་པ་རེད། བཅོམ་ལྡན་འདས་ཀྱི་ལུང་བསྟན་ལོ་ན་དྲུག་བརྒྱ་འཚོ་བར་འགྱུར་རོ་ཟེར། ལོ་རྒྱུས་འགའ་རེའི་ནང་དུ་ལོ་སུམ་ཅུའི་བར་དུ་བཞུགས་པ་རེད་ཟེར་དེ་འདྲའི་ཡང་ཞིག་རེད། ཇོ་ནང་ཏཱ་ར་ནཱ་ཐ་གི་རྒྱ་གར་ཆོས་འབྱུང་གི་ནང་དུ་བཤད་ན། ལོ་ཕྱེད་ཀ་རེ་ལ་ལོ་རེ་བརྩིས་ནས། ཟླ་བ་དྲུག་རེ་ལ་ལོ་རེ་བརྩིས་ནས། རྒྱ་གར་གྱི་རྩི་དང། སྔས་མ་རྒྱ་གར་གྱི་རྩི་དང། དེ་འདྲའི་གོང་དུ་བཤད་རྩི་རེད་ཟེར་ད་གང་ལྟར་ན་ཁོང་སྐུ་ཚེ་དབྱིངས་རིང་པོ་བཞུགས་ཡོད་ཟེར་སྐུ་ཚེ་དབྱིངས་རིང་པོ་བཞུགས་ནས་ཐེག་པ་ཆེན་པོའི་གི་ཆོས་དེ་རྒྱ་གར་གྱི་ཤར་ལྷོ་ཕྱོགས་ཕག་མོ་བཅས་ལ་ཐེག་པ་ཆེན་པོའི་ཆོས་དེ་སྤེལ་འོང་མཁན་ཁོང་རེད་འཕགས་པ་བློ་གྲོས་ཁྱོད་ཀྱི་དེ། འཕགས་པ་ཀླུ་སྒྲུབ་དེ་ས་དང་པོ་ཐོབ་པ་དེ་རྒྱལ་བའི་ལུང་ཀྱང་བསྟན་ཡོད་རེད། ས་དང་པོ་མ་ཐོབ་ན་ཐེག་པ་ཆེན་པོའི་ཁྱད་བསང་གི་ཆོས་འཁོར་རང་རྟོགས་ཀྱི་སྒོ་ནས་འགྲེལ་བ་གཙང་དགོས་ན་གཙང་ཐུབ་མ་རེད། ཁོང་གིས་ཁྱད་བསང་གི་མདོ་འབུམ་བརྒྱད་སྟོང་ཉིན་ཁྲི་ནང་དུ་དགོངས་པ་གསལ་བོ་བསྟན་མེད་ཀི་དཔེ་ཆ་དེ་འདྲ་དབུ་མ་རིག་པའི་ཚོགས་ལྔ་ཟེར་ནས་བཀའ་འདྲི་གཙང་ཡོད་རེད། དེ་ནང་གི་འགྲེལ་བ་ཙམ་རེད། བཀའ་ཡི་དགོངས་པ་རང་རྟག་ཏུ་བཀྲ་ཡོད་རེད། ས་དང་པོ་ཐོབ་པའི་གང་ཟག་ཅིག་རེད། དེ་ནས་ཁོང་འོ་ཞོ་བློ་ཡུལ་དུ་ཕེབས་རེད། བློ་ཡུལ་ནས་ད་ལྟ་ང་ཚོ་མི་འབངས་ཟེར་གྱི་འདུག་ལ་འབངས་མི་འབངས་འདན་ཟེར་ནས་མི་འབངས་སྟོང་པ་བཅུ་གཉིས་འབངས་དཔོག་ཏུ་བཅུ་གཉིས་འདི་ཁོང་གིས་འོ་ཞོ་བློ་ཡུལ་ནས་ཡར་གདན་དྲངས་ཟེར། དེ་ནས་ཁོང་གཞུང་གི་སྒྲ་མི་སྙན་དུ་ཕེབས། དེ་ནས་དེ་འདྲ་བློ་གཡོ་དང་སྒྲ་མི་སྙན་ལ་སོགས་པ་དེ་འདྲས། ད་ཕ་ཆད་རྫུན་སྒྲོག་གི་ཕེབས་ཟིན་གྱི་རང། དེ་འདྲས་བཤད་འོང་དུས་ཁོང་འཛམ་བུ་གླིང་དུ། ནང་ཆོས་སྤེལ་བ་གཅིག་ལ་ཆེས་སྐད་གྲགས་ཆེན་པོ་རེད། དེ་མ་ཟད་ཁོང་ཐུན་མོང་གི་བཟོ་རིག་པ་ལ་མཁས་པ་ཆེན་པོ་རེད། དེ་ནས་གསེར་འགྱུར་ཟེར་མཁན་དེ་བཟོ་ཤེས་རེད་གསེར་འགྱུར། ལྕགས་གསེར་དུ་བཞུ་བ་ཞིག་པའི་གསེར་འགྱུར་གྱི་བདག་དབང་ཡོད་རེད་ཁོང། དེ་ནི་དུས་གཅིག་ལ་ནཱ་ལེནྡྲ་རྒྱ་གར་དུ་ལོ་བཅུ་གཉིས་ཀྱི་བར་དུ་མི་རྒན་ཆེན་པོ་བྱུང་རེད། ནཱ་ལེནྡྲ་གྱི་ལྷོ་བྲག་ལ་དཀའ་ངལ་མང་པོ་ཞིག་འཕྲད་འོང་དུས་ཁོང་གིས་དེ་ནི་གསེར་མཇུག་གི་རྩེར། གསེར་མཇུག་གི་རྩེ་གི་བདག་མོར་བཞུགས་ནས་གསེར་མང་པོ་ཞིག་བཟོས། སྟག་གསེར་དུ་བཞུར་འོ་ཞོ་ཀླུ་ཡུལ་དུ་ཕེབས་གསེར་མང་པོ་ཁུར། ནཱ་ལེནྡྲའི་ལྷོ་བྲག་ལ་ཞལ་ཞེན་ཆེན་པོ་བཞུགས་ཡོད་རེད། མི་གཞིའི་དཀའ་ངལ་ལས་ལྡོག་པར་མཛད་ཡོད་རེད། དེ་ནི་ཁོང་གིས། སྐུ་གསུང་ཐུགས་རྟེན་གྱི་དབྱིངས་དཔའ་ཆེན་པོ་རེད། རྡོ་རྗེ་གདན་གྱི་མཆོད་རྟེན་ལ། ཤ་ར་ཚག་སོགས་ཚོགས་མ་ཟད་ཀྱི་ཁོང་གི་བཟོ་རེད། དེ་ནི་མ་ཟད་ཁང་གི་མཆོད་རྟེན་བྱེ་བ་གཅིག་བརྩིགས་པ་རེད་ཟེར་འཕགས་པ་ཀླུ་སྒྲུབ་ཀྱི་འཛམ་བུ་གླིང་གི་ས་གནས་ག་ས་གར་མཆོད་རྟེན་བྱེ་བ་གཅིག་ཐམ་པ་བརྩིགས་པ་རེད་ཟེར་དེ་འདྲའི་ལོ་རྒྱུས་ཀྱི་ནང་ཡོད་རེད། དེ་ནས་གཡས་པའི་སྤྲིང་ཡིག་ཟེར་གྱི་དེ་ཁོང་གི་རྒྱལ་པོ་བདེ་གཤེགས་བཟང་པོ་ལ་བསྐུར་འོང་གི་རེད། རྒྱལ་པོ་བདེ་མཆོག་བཟང་པོ་དང་ཁོང་གཉིས་ཆུང་ཆུང་གི་དུས་ནས་འབྲེལ་བ་ཆེན་པོ་ཡོད་རེད། ཁོང་གཞུང་གི་སྦྲགས་མི་སྙེད་དུ་ཕེབས་དུས་ལམ་བར་དུ་ཆོལ་ཁ་གཅིག་སར་སླེབས་འགྲོ་དུས་བྱེ་དམག་གི་ནང་རྩེད་མོ་རྩེ་ནས། བྱིས་པ་ཆུང་ཆུང་གྲི་ཤུད་ཆུང་ཆུང་དེ་འདྲ་བ་འགའ་ཐུག་རེད་དེ་ཐུག་འོང་དུས་གྲི་ཤུད་དེ་ནང་གི་ལག་ཡིག་བལྟ་འོང་དུས་དེ་ནས་ཁོང་གིས་དེའི་སྐབས་ལས། དྲི་གཞི་གཅིག། བུ་ཐོག་གཅིག་ལྟར་ལག་ཡིག་ལ་ལྟ་འམ་འདུག་མ་འོངས་པར་འཇགས་པོ་འཇོག་ས་རེད་ཟེར་ནས་དེ་འདྲའི་གོང་གི་ཀུ་རེ་གི་ཚུལ་དུ་བཤད་སོང་ཟེར། དེ་ནས་དེའི་སྐབས་ལ་དེ་གའི་དྲི་གཞི་དེ་དང་བུ་ཐོག་དེ་དག་ཁོང་གཉིས་ཁ་པོ་ཡིན་ཟེར་ཨ་ཁོང་གིས་དེ་འདྲས་བྱས་ནས་ཕུན་ཚོགས་བྱིས་པ་ཆུང་ཆུང་གི་སྟུག་ནས་སྔོག་བཤིག་པ་རེད། དེ་ནས་རྗེས་མ་ཁོང་གཞུང་འདྲ་མིན་སྙན་དུ་བྱས་ནས་ཚོ་རྒྱ་གར་ལ་ཚུར་ཕེབས་འམ་འདུག

སྔན་མ་ན་ངོ་ཤེས་དུས་ད་ཁོ་རྒྱ་བོད་རེད་ཚ་དུས་བདེ་ཞོ་བཟང་པོ་དེ་ཁ་ལ་འཆན་པོ་ཡིན་སྟོབས་འཆན་པོ་ཡིན་ཆ་རྐྱེན་འཆན་པོ་ཡིན་རེད་དེ་ཡིན་ན་སློབ་དཔོན་འཕགས་པ་བློ་གྲོས་ཡིན་གྱི་སྨན་ནི་ཁང་ས་ལས་རྒྱུག་དགོས། ཁོང་གི་ཨོ་ལ་ཟེར་འདན་པ་ཟེར་སྒང་རྗེས་ཁོང་གི་ཕོ་བྲང་ནས་རྒྱུག་དགོས་དེ་འདྲ་ཟེར་དེ་ནས། འཕགས་པ་བློ་གྲོས་ཁོང་དེ་འདྲ་བྱས་ད་ཕོ་བྲང་གི་ནང་བསྡད་ན་རེད་མ་རེད་འགྲིག་མ་རེད་དེ་འདྲ་གསུངས་ན་ཡང་རྒྱ་པོ་བདེ་གཤེགས་རྫོང་གི་མ་ཐོན་ནས་ལོ་གཉིས་ཀྱི་བར་དུ་ལོ་གཉིས་ཀྱི་བར་དུ་རྒྱ་པོ་བདེ་གཤེགས་རྫོང་ཕོ་བྲང་གི་ནང་བསྒྱུར་བ་རེད། དེ་གི་མཚམས་ནས་ཁོང་རྒྱ་པོ་བདེ་གཤེགས་རྫོང་ཕུ་ཐག་ཁང་ཡིན་གཅིག་མིན་གཉིས་ལྷོ་ཕྱོགས་དཔའ་རྗེ་རི་ལ་སྒང་ཉོ་ལེན་བྱས་ས་ཡིན་པ་དེ་འདྲ་ལ་འགྲོ་དགོས་རེད་ཟེར་དེ་ནས་ལྷོ་ཕྱོགས་དཔའ་རྗེ་རི་ལ་ཕེབས་སོང་ཟེར། རྒྱལ་པོ་བདེ་གཤེགས་བཟང་པོ་དང་ཕན་ཚུན་འབྲེལ་བ་ཆེན་པོ་ཆགས། དེ་ནས་ལྷོ་ཕྱོགས་དཔའ་བརྗིད་རལ་པའི་ཚལ་དུ་རྒྱལ་པོ་བདེ་གཤེགས་བཟང་པོ་དང་ཁོང་གཉིས་དག་པ་མཐའ་བ་རིང་པོ་རེ་འགྲོ། མཐའ་བ་རིང་པོ་རེ་འགྲོ་དུས་དེ་ནས་རྒྱལ་པོ་བདེ་གཤེགས་བཟང་པོ་ལས་ཡི་གེ་བཀོད་འོང། ཡི་གེ་བཀོད་འོང་ཟེར་འདི་ལ་ཤེས་པའི་དྲིན་ཡིན་ཟེར། ཤེས་ཟེར་ན་ད་རང་གི་མཛའ་བཤེས་ཀྱི་ཤེས་རབ་གྲོགས་པོ། གྲོགས་པོ་ལ་སྐུ་དབང་ཟེར་གྱི་ཡི་གེ་རེད། ད་རྒྱ་པོ་བདེ་ཆོས་བཟང་པོ་ཁོ་མི་ཤ་ར་རྒྱ་པོ་རེད་དེ་ནས་གྲྭ་པ་མ་ར་མི་ཤ་དེ་ལ་ཡི་གེ་བཏང་བ་འདུག་ད་གྲྭ་མི་ཤ་གི་ཆོས་ཉམས་ལེན་བྱེད་དང་མི་ཤན་གི་ཆོས་ཉམས་ལེན་བྱེད་དང་རྒྱ་བོད་ཆོས་ཉམས་རྒྱ་བོད་རྒྱ་སྲིད་བཟུང་དང། རྒྱ་སྲིད་བཟུང་ལས་ཀ་བྱེད་པའི་ཞོར་དུ་ལས་ཕྱོད་ཉམས་ལེན་བྱེད་དང་ཚེ་འདི་དང་ཕྱི་མ་གཉིས་ཀྱི་གི་དོན་དག་སྒྲུབ་པའི་གི་ཆེད་དུ་ལས་ནི་གང་གི་ག་དང་མང་པོ་གྱི་ཡི་གེ་གི་ནང་བཀོད་ཡོད་རེད་ད་ང་ཚོ་ཁ་རུ་ཡི་གེ་ང་ཚོ་ཕ་གཟུགས་པོ་བསྡད་པ་ལྟ་བུ་ཡི་གེ་ཆ་བེད་ཆོད་བེད་ཅིག་ཁ་རུ་མ་རེད་ཡི་གེ་དོན་དང་ཆེན་པོ་ཡོད་པ་ནང་དོན་ཆེན་པོ་ཡོད་པ་དེ་ཡི་གེ་དེ་ལས་ང་ཚོ་ཤེས་པའི་དྲིན་ཡིན་ཟེར། དེ་ནི་ད་ལྟ་ད་ང་ཚོ་རྩ་བའི་གི་སློབ་སྦྱོང་བྱེད་རྒྱུ་དང། ཆོས་ཁྲིད་བྱེད་རྒྱུ་དེ་ཤེས་པའི་དྲིན་ཟེར་བ་འདི་རེད། དེ་ནི་འཕགས་པ་ཀླུ་སྒྲུབ་ཁོང་བྱང་ཆུབ་ཀྱི་སེམས་ཐོབ་སོང་བ་རེད། རྗེས་མ་ཁོང་དགོན་པ་རྫོང་འགྲོ་དུས་ཁོང་གི་དབོན་འགོ། འགོ་རྒན་བཞིན་པ་དང། དེ་ནས་ཁོང་སྐུ་འཕོས་སོང་བ་རེད་སྐུ་གཤེན་འཕེལ་སོང་བ་རེད། དེ་ནས་གཞན་པ་སྟངས་ཚིག་གི་ཡུལ་ཏེ། ད་ཁང་གི་ཐེག་པ་ཆེན་པོའི་ཆོས་དེ་ག་ས་ག་ལ་འཛམ་བུ་གླིང་ས་གནས་མང་པོ་ཅིག་ལ་སྤེལ་བསྩལ་འོང་དུས། དེ་ནས་ནག་ཕྱོགས་ཀྱི་སྡོད་རིགས་མ་སྒར་ནས་རྒྱལ་པོ་བདེ་ཆོས་བཟང་པོའི་བཙུན་མོ་མངལ་དུ་ལས་དེ་ནས་དེ་ཡང་སྡོད་སྡིག་ཏོ་ཅན་ཅིག་བཞུགས་པ་རེད། ད་སྐྱེས་ཚུལ་དེ་འདྲ་ཤེས་རེད།

ཅན་གྱི་ཅི་ཡོད་པ་རེད་དེ། མ་གི་ཁོག་ལས་གཞན་དུ་ཁོ་ཁོ་གི་ཟེར་ན་གི་ད་ཁོ་རྒྱ་བོ་རེད་འོང་དུ་ཅན་གི་ད་ལྟ་ཁྱོད་ཀྱི་ཚ་ར་གཅིག་དེ་འོད་ཟེར་ད་གོས་མ་འདྲ་བ་གྱི་ར་སོགས་གཏན་ནས་མེད་པ་ཅིག་དེ་ཟེར་འོང་དེ་ནི་མ་དེ་གི་ཁྱོད་རྒྱ་ས་བཟུང་རྒྱུ་གི་གོ་དཀའ་ཡོད་མ་རེད། རྒྱུ་མཚན་ཅི་རེད་ཟེར་ན་ཁྱིའི་ཕ་ཡག་དེ་རྒྱ་བོ་བདེ་ཞོལ་བཟང་པོ་ར་རྒྱ་བོ་བདེ་ཞོལ་བཟང་པོ་འཕགས་པ་ཀླུ་སྒྲུབ་དང་གྲོགས་པོ་རེད། འཕགས་པ་ཀླུ་སྒྲུབ་དང་ཚེ་སྒྲུབ་ཀྱི་ཉམས་ལེན་མང་པོ་ཅིག་བྱས་ནས་འཕགས་པ་ཀླུ་སྒྲུབ་དང་ཚེ་ཉམས་པའི་གི་ཚེ་ཡི་སྐྱོན་ལན་ཟེར་མཁན་གྱི། སོག་དམག་གི་ལུར་འགྲོ་རྒྱུ་ཡོད་པ་རེད་གསུངས་དེ་འགྲོ་སོང་ཟིན་བྱེད་ཀྱི་རེད། སློབ་དཔོན་དེ་མ་འདས་ན་དེ་ནི་ཡ་གི་སྡེ་ཤོད་བཟང་པོ་འདས་ཀྱི་ཡོད་མ་རེད་སྡེ་ཤོད་བཟང་པོ་མ་འདས་ན་ད་ཁོ་རང་རྒྱ་ས་ཐོག་གི་ཟེར་ན་ཡོད་མ་རེད་ཟེར་དམག་དེ་ཟེར་འགྲོ། དེ་ནི་དམག་དེ་ཁོ་གཉིས་ངེས། ད་བོད་ཀྱི་རྒྱ་ས་བཟུང་དགོས་འོང་དུ་དམག་དེ་ཁོ་གཉིས་ངེས་འཇུག་ཅིག་བྱས་འོང་དུ་དེ་ནི་དམག་དེ་གི་ད་ཐ་ཤལ་གྱི་གཏོང་དགོས་རེད་ཐ་ཤལ་གྱི་གཏོང་དུ་འཕགས་པ་ཀླུ་སྒྲུབ་སེང་གེ་དེ་ཞང་ཆུང་གི་སེམས་ཐོག་སོང་ཟིན་དེ་ནི་རེད། དེ་ཡིན་དུ་ཁོང་ལ་ཅི་དང་ཅི་དགོས་ཟེར་ན་སློང་བ་བྱས་ན་ཁོང་གིས་གཞན་པ་གཏོང་རྒྱུ་ཆེ་དེ་འདྲས་ཀྱི་རེད། དེ་འདྲས་ཡིན་དུ་ད་ཁྱོད་རང་མི་འགྲོ་ན་རྒྱ་བོད་སྡེ་ཤོད་བཟང་པོའི་ཨོ་འགོ་སློང་གི་རེད་ད། མ་རེད་གོ་འཕགས་པ་ལོ་སྒྲོག་གི་ཨོ་འགོ་སློང་གི་རེད་ད་དེ་ནས་འཕགས་པ་ལོ་སྒྲོག་གི་ཨོ་འགོ་བཅད་ཚར་དུས་ན་ཁོང་ཞིང་ལ་ཕེབས་འགྲོ་ར། ཁོང་ཞིང་ལ་ཕེབས་ཚར་དུས་དེ་ནས་འཕགས་པ་ལོ་སྒྲོག་དང་ཚེ་ཡི་སྐྱོན་ལན་མཉམ་དུ་ཐོབ་སོང་ཟེར་གི་ཡ་རྒྱ་བོད་ཡང་འདས་འགྲོ་རྒྱུ་རེད་དེ་འདས་ཚར་དུས་དེ་ནས་ཁྱོད་ལ་རྒྱ་ས་དེ་ཐོབ་འོང་གི་རེད།

ཨོ་བྱས་ན་དེ་ནི་འཕགས་པ་ཀླུ་སྒྲུབ་དགོངས་པ་རྫོགས་སོང་བ་རེད། ད་འཕགས་པ་ཀླུ་སྒྲུབ་ཁོང་གིས་བརྩམས་ཟིན་པའི་བརྩམས་ཆོས་ནང་ཆོས་བརྩམས་ཆོས་ཀྱི་སྐོར་དེ་མང་པོ་ཡོད་རེད། སྐད་གྲགས་ཆེ་ཤོས་དབུ་མ་རྩ་བ་ཤེས་རབ་ཟེར། རིག་པ་བྲོ་བཅུག་པ། དབུ་མ་བརྟག་གཉིས་བདུན་བཅུག་པ་དབུ་མ་རྩོད་ཟློག་དབུ་མ་ཞིབ་མོ་རྣམ་རྟོག་ཟེར་དེ་འདྲའི་དབུ་མ་རིགས་ཚོགས་ལྔ་ཟེར་དེ་ནི་མདོ་དཀོན་ལ་གཏུགས་པ་དེ་ནི་རྨི་ལམ་ཡིད་བཞིན་ནོར་བུ་གི་གཏམ་ཟེར་གྱི་འདྲ།

ཅི་བྱུང་སྙན་ཞུ་པར་གསན་པ་དང། གསང་སྔགས་ཀྱི་རྫོགས་རིམ་བསྟན་པ་ལ་རིམ་པ་ལྔ་པ་གསན་མཁན་དང། གསོ་བ་རིག་པའི་དུས་བསྟན་ཆོས་བཞི་བ་བརྒྱ་པ། དེ་ནི་ཁོང་སྨན་མཁས་པ་རེད། བཟོ་དང་གསོ་རིག་ཚང་མ་མཁས་པ་རེད། དེ་ཡིན་དུས་གསོ་བ་རིག་པའི་བསྟན་ཆོས་བཞི་བ་བརྒྱ་པ་གསན་མཁན། དེ་ནི་གཤེ་བོ་གཤེ་ལ་གདམས་པ་ལུས་ཀྱི་བསྟན་ཆོས་གཤེ་བོ་གསོ་ཐིག་གསན་མཁན། ལེགས་བཤད་ཀྱི་བསྟན་ཆོས་རེད་ཆོས་འཇིག་རྟེན་ཚང་མ། དེ་ནི་གཤེ་བོ་ཡ་རབས་ཀྱི་ལམ་ལུགས་ཐོག་ནས་ཉམས་ལེན་ཞིག་དང། སེའུ་བཙོ་ཐིག་ཟེར་བའི་དཔེ་སྙིང་པོ་རེད་རྩ་བ་ཆེན་པོ་རེད་དེ་ནས་རྒྱ་བོད་བློན་པོ་རྣམས་ལ་བདམས་པ་ཤེས་རབ་རྒྱ་བ་ཟེར་དེ་ཡང་བཙོ་ཆེ་བ་ལྷ་ཤོད་དང་མི་ཤོད་གཉིས་ཀྱི་ནང་མི་ཤོད་གཙོ་བོ་ཞེས་རེད་སེའུ་བཙོ་ཐིག་དང་ཤེས་རབ་རྒྱ་བ་དེ་རྣམས་མི་ཤོད་གཙོ་བོ་རེད་དེ་ནས་སྤོས་ཞོར་གྱི་བསྟན་བཅོས་མི་མང་རིགས་ཀྱི་སྦྱོར་བ་ཟེར། སྤོས་ཀྱི། དེ་ནི་རྫས་རྡོ་རྫས་སོ། དེ་ནི་རྩིས་མཁས་པར་དགོངས་རྩིས་ཀྱི་བསྟན་བཅོས་གཏན་གྱི་འགྲེལ་བ་འབྱུང་ཡིག་གཙུག་ལག་དེ་ཁོ་ན་ཡིན་ཟེར་བར། དེ་འདྲ་མང་པོ་ཞིག་གསུངས་འདུག་དེ་ཕར་ཆེར། དེ་ནི་ད་ལྟ་བསྟན་བཅོས་ཀྱི་ཁྲོད་དུ་གུག་འདེར་བོད་དུ་ཡང་ཕར་ཆེར་འགྱུར་ཐུབ་ཡོད། འོན་ཡང་ད་དཔེ་ཆ་འདིའི་མིང་ལ་གང་འདྲ་ཟེར་རེད་ཟེར་ན། དཔེ་ཆ་འདིའི་མིང་ལ་སྐྱེས་པའི་སྤྲིན་ཟེར་བ་རེད། སྐྱེས་པའི་སྤྲིན་ཡིན་ཟེར་རྒྱུ་དེ་འཕགས་པ་ཀླུ་སྒྲུབ་ཤོང་འགྲམ་སྙན་དུ་བཞེངས་པའི་ལམ་བར་དུ་ད་གང་དུ་བཞུགས་པ་བཞིན་དུ་བྱིས་པ་མང་པོ་ཅིག་ཆུ་ཁ་ལ་རྩེད་མོ་རྩེ་ནས་འདུག་ཡོད་པ་དེ་དང་འདྲ་རེད། དེ་དང་ཐུག་དུས་བྱིས་པ་གཅིག་གིས་ལག་ཡིག་བསྟན་ནས་དེ་རྒྱ་བོད་འབྱོར་བ་ཁང་གི་ལུང་བསྟན་བྱས་པ་རེད། དེ་ནས་འཕགས་པ་ཀླུ་སྒྲུབ་ཤོང་འགྲམ་སྙན་ནས་རྒྱ་གར་དུ་འཚོ་སླེབས་པའི་དུས་སུ་བྱིས་པ་དེ།

དཔེ་ཆེད་ཀྱི་མིང་དེ་འདྲ་རེད། རྒྱ་གར་ལས་ཤག་གི་སྐད་དུ་སོ་ཧྲིན་ལ་ནན་ཟེར་གྱི་དེ་བོད་སྐད་དུ་ཚོ་སྦྱོང་དུ་སྐྱེས་པི་ཀྲིང་ཡིན་ཟེར་བ་རེད། ད་ལྟའི་དཔེ་ཆེད་ཀྱི་མིང་རེད་མིང་ཙམ། མིང་དེ་སྟག་གཟེ། མིང་དེ། ནོར་འདན། ཨོ་ཡ། ང་དེ་འདྲའི་གཙང་རེད། འཇམ་པ་གཞན་ནོ་ཅོ་པ་ལ་ཤང་ཚ་ལོ་ཟེར། ད་དེ་ན་མཆོད་བརྗོད་ཅིག་ཡོད་རེད་དེ་མཆོད་བརྗོད་ཟེར་ཤང་ཚ་ཟེར་ན་མཆོད་བརྗོད་ཟེར་ན་དེ་འཕགས་པ་བློ་གྲོས་ཁོང་རིགས་གསུམ་ངོ་མ་མ་རེད། ལོ་ཙཱ་བ་རྣམས་ཀྱི་ཟུར་རེད། ལོ་ཙཱ་བ་རྣམས་ཀྱི་རྒྱ་གར་གྱི་སྐད་དེ་ཡི་གེ་དེ་བོད་སྐད་དུ་ཚུར་བཞག་འོང་འདུག་དེའི་སྐབས་ལོ་ཙཱ་གཞོན་མཐར་ཕྱིན་ཟིན་གཞོན་ལ་བར་ཆད་མེད་ཟེར་འདྲ་འདྲ་དེ་དེ་འདྲའི་དན་རྟགས་མང་པོ་ཡོད་རེད་བསོད་ནམས་ཀྱི་ཚོགས་རྫོགས་པ་སོགས་དེ་འདྲའི་གི་ཆེད་དུ་དེ་ནི་ཕྱག་འཚལ་བ་རེད། ཕྱག་འཚལ་ཁོ་ཚོའི་སྐོས་རེད་འཕགས་པ་འཇམ་པ་གཞན་ནི་སྤྱོད་པ་ལ་ཕྱག་འཚལ་བ་འཇམ་པ་གཞན་ནི་སྤྱོད་པ་ལ་ཕྱག་འཚལ་བའོ་སི་ད་ལྟའི་ལོ་ཙཱ་རྣམས་བཀོད་པ་རེད། སྟངས་འདི་ནི་མ་འཕགས་པ་བློ་གྲོས་གོང་རིགས་ཀྱི་བཤད་ཕྲེང་གི། ཡི་གེ་ངོ་མ་འདི་ནི་མི་རེད་བསྟན་བཅོས་ངོ་མ་འདི་ནི་མི་རེད་ཡོན་ཏན་རང་བཞིན་རྒྱལ་པོའི་བདག་གི་ནི། བདེ་བར་གཤེགས་པའི་གསུང་སྙན་ལས་བྱུང་བའི། བསོད་ནམས་དང་ལས་འཕགས་པའི་དབྱངས་འདི་དག་ཅུང་ཟད་གཅིག་དེ་ཁྱོད་ཀྱི་སེམས་ཀྱི་རིགས། ད་ཁོང་གི་ག་འདྲས་སོང་རེད་ཡོན་ཏན་རང་བཞིན་རྒྱལ་བོས་ཟེར་མདའ། ད་ལྟ་རྒྱལ་པོ་བདེ་ཞོལ་བཟང་པོ་ལས་ཁོང་གི་དེ་འདྲའི་ཨེ་ཟེར་ཡིག་ཡིག་མགོ་ལ་ད་ཡི་གེ་བཀོད་འོང་འདུག་ཡིག་ཡིག་མགོ་ལས་རྒྱལ་པོ་བདེ་ཞོལ་བཟང་པོ་ལ་བསྟོད་བསྔགས་བྱས་ནས་རྒྱལ་པོ་བདེ་ཞོལ་བཟང་པོ་དེ་ལྟ་ཆོས་དང་འཇིག་རྟེན་མི་ཆོས་ཐོག་ལྷ་ཆོས་མཁས་པ་ཅན་དེ་འདྲས་ཅིག་ཡིན་འདུག་ཡོན་ཏན་གྱི་རང་བཞིན་ཟེར། རྒྱལ་བུས་ཟེར་ན་ལྟ་ཁོ་རྒྱལ་བ་གྲུ་པ་འོས་དཔའ་གཅིག་དང་རྒྱལ་བ་སྒྲུབ་མཁན། བློ་བཟོ་བོ་སྨན་མཁན། དེ་འདྲས་ཅིག་ཡིན་པའི་རྒྱུ་མཚན་གྱིས་ཡན་ཏན་རང་གི་རྒྱལ་བུས་རྒྱལ་པོ་བདེ་གཤེགས་བཟང་པོ་ལས་ཟེར་རྒྱལ་པོ་བདེ་གཤེགས་བཟང་པོ་ལ་ཡན་ཏན་གྱི་རང་བཞིན་ཅན་གྱི་རྒྱལ་བུ་དེ་ནི་བློ་བཟོ་བོ་སྨན་པ། དེ་ཡང་དགེ་གྲོགས་ཀྱི་ལས་ལ་བརྩལ་ཐུབ་མཁན་དེ་འདྲ་ཅིག་ཡིན་པའི་རྒྱུ་མཚན་གྱིས་ཡང་དེ་རང་གི་དགེ་འོས་ཟེར། བདག་གིས་ནི་བསོད་ནམས་དམ་འཕགས་པ་བློ་གྲོས་བདག་གིས་ནི། ཨོ་ཡ། བདེ་བར་གཤེགས་པའི་གསུང་སྙན་ལས་བྱུང་བའི། དེ་ནས་རྒྱལ་པོ་བདེ་གཤེགས་བཟང་པོ་དེས། ཡོན་ཏན་གྱི་རང་བཞིན་དགེ་འོས་སུ་བདག་དགེ་བ་སྒྲུབ་འོས་པ། དམ་པའི་ཆོས་ལ་སྣོད་དུ་གྱུར་པ་སྐྱེས་བུ་དམ་པ་ཅིག། དེ་འདྲའི་ཅིག་ཚེ་སྔ་ཕྱི་མིན་གྱི་ལས་རྒྱུ་འབྲས་མིན་གྱི་དེ་འདྲའི་ཅིག་མ་རེད། དེ་ནི། ཆོས་ལ་དད་པ་ཡོད་མཁན་ཆོས་ལ་ཚད་དགའ་པོ་ཡོད་མཁན་ཆོས་ལ་དག་སྣང་ཡོད་མཁན་དེ་འདྲའི་ཅིག་མི་ཅིག་ཡིན་ན། དེ་ནི། དགེ་འོས་སེ་ཆོས་ཀྱི་སྣོད་རེད་སེ་སྣོད། ཆོས་ཀྱི་སྣོད་དུ་རུང་བ་དེ་ལ་ཆོས་བཤད་རུང་བ་བཤད་ཆོག་པ། དེ་འདྲའི་ཅིག་ཡིན་འདུག་ཡོན་ཏན་རང་བཞིན་རྒྱལ་བོའི་རྒྱལ་པོ་བདེ་གཤེགས་བཟང་པོ་ཁྱོད་ནི་དེ་འདྲའི་ཅིག་རེད། དེ་ནས་འཕགས་པ་བློ་གྲོས་བདག་གིས་ཁྱོད་ལ་སྐད་ཆ་བཤད་རྒྱུ་དེ། བདེ་བར་གཤེགས་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་རེད། བདེ་བར་གཤེགས་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་སྙན་ལས་བྱུང་བ། ལྟ་གང་གི་གསུང། མདོ་བ་མདོ་སྡེ་བསྙེན་པ་སྲིད་སྡེ་སྣོད་གསུམ་སྲིད་ཡོད་རེད་ལ་དེ་རེད་གསུང་སྙན་པ་ལ་བརྟེན་ནས་བྱུང། བསོད་ནམས་འདི་ལས་འཕགས་པའི་དབྱངས་འདི་དག། སྐབས་འཕགས་པ་ཀུན་འགྲོ་ཁོང་གིས་བདེ་བར་གཤེགས་པ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་རབ་སྙན་པ་དང། གསུང་རབ་བདེན་པ་རིག། གསུང་རབ་ལྷོ་སྦྱོང་བྱེད་པ། གསུང་རབ་དགག་སྒྲུབ་བྱེད་པ་དེ་ལ་བརྟེན་ནས་བྱུང། བསོད་ནམས་དེ། མི་གཞན་པ་ལ་ཡང་འདོམས་པ་དང་མཐོ་བའི་གི་སླད་དུ། འཕགས་པའི་དབྱིངས་འདི་དག། ཅུང་ཟད་བདེ། ཅུང་ཟད་ཅིག་བདེ་ཁྱོད་ཀྱི་སེམས་པའི་རིས། འཕགས་པའི་དབྱངས་འདི་དག་འདི་ནི་ཚིག་སྙན་པོ། དེ་ཡང་དན། མི་ཤོད་དོ་ལྷ་ཤོད་སྙིང་ཀ་ཡ་ར་ཤོད་བཟང་གི་ལམ་ལུགས་བསྟན་པ་ཡིན་འདུག་དེ་ནི་འཕགས་པའི་དབྱངས་འདི་དག་ཅུང་ཟད་ཅིག་བདེ་པའང་བསྟན་པ། ཁྱོད་ཀྱི་སེམས་པའི་རིས་རྒྱལ་པོ་བདེ་ཤོད་བཟང་པོ་ཁྱོད་ཀྱི། དེ་འབྲེལ་གྱི་ཁོང་གི་སྐུ་གཟི་ཡི་གེ་འདི་ལ་དེ་ནི་རྣ་བའི་སེམས་སྙན་པ་དང། མཚན་ནོ་དགའ་རྒྱུ་དེ་འདྲའི་བཞེས་རིག་པ་ཅི་རེད་བཞེས་དགོས་པ་ཅི་རེད་གསུངས་པ་རེད།